ལ་བྱང་ཆུབ་ཀྱི་སེམས་མི་བསྐྱེད་ཅེས་ཟེར་གྱི། མ་རྣམས་བརྒྱད་པ། དེ་ལ་དེ་ནི་བྱང་ཆུབ་ཀྱི་སེམས་མི་བསྐྱེད་པའི་རྒྱུ་དང་པོའོ། དེ་ནི་དེའོ། བྱང་ཆུབ་མ་རྣམས་ཤོ་ལོ་ཀ་བཅུ་དྲུག་པ་ས་ནས་ནོ། བྱང་ཆུབ་སྤྱོད་པ་དང་ནི་བདག་སྤྱོད་ཅིང་འགྲོ་བ་ཀུན་དུ་སྐྱེ་བ་དྲན་པར་འགྱུར་རོ། ཚེ་རབས་ཀུན་དུ་འཆི་འཕོ་སྐྱེ་བ་ན་རྟག་ཏུ་དང་ནི་རབ་ཏུ་འབྱུང་བར་ཤོག། དེ་ནི།

སྐྱེ་བ་ཚང་མ་ཚང་མ་བྲམ་ཟར་གྱུར་ཅིག་ཟེར་གང་ཐུབ་ན་ཉིད། དེ་ནས་ཚེ་རབས་ཀུན་ཏུ་དེ་ནས་ཡང། སྐྱེ་བ་གཅིག་ན་གཅིག་ཤི་ཟེར་ཡང་སྐྱེ་ཙམ་ན། དེ་ནས་རབ་ཏུ་བྱུང་བའི་ལུས་ཤིག་རབ་ཏུ་བྱབ་ཆུང་ཅིག། གྱུར་པར་ཤོག། རབ་ཏུ་བྱུང་བའི་ལུས་ཤིག་དེ་ནས་ཐོབ་པར་ཤོག། ལམ་གསུམ་ཡིན་ནོ། དེ་ནས། ད་བྱང་ཆུབ་སྤྱོད་པ་དང་ནི་དག་སྤྱོད་ཅིང། དེ་ནས་བྱང་ཆུབ་སེམས་བྱང་ཆུབ་སེམས་དཔའི་སྤྱོད་པ། བརྟེན་ནས་དེ་ནས་སངས་རྒྱས་ཐོབ་པར་ནོངས་སོ། དེས་གསུངས་པ་དང། དེ་ནས་བྱང་ཆུབ་ཀྱི་སྤྱོད་པ། དེ་ནས་བཟང་པོའི་སྤྱོད་པ། དེ་དག་ལ་དེ་ཚང་མ། དེ་ནས་བདག་ང་དག་རང་ཉིད། དེ་ནས་སྤྱོད། ཐུབ་པར་གྱུར་ཅིག་སྤྱོད་པར་གྱུར་ཅིག། ང་བྱང་ཆུབ་སེམས་དཔའི་སྤྱོད་པ་ཚང་མ་མྱ་ངན་བྱེད་པར་གྱུར་ཅིག། མྱ་ངན་བྱེད་ཐུབ་པར་གྱུར་ཅིག་ཟེར་མོ་རྣམས་བཏབ་ཟིན་ནོ། བྱང་ཆུབ་སྤྱོད་པ་དང་ནི་བདག་སྤྱོད་ཅིང། དེས་བྱང་ཆུབ་ཀྱི་སྤྱོད་པ་ལ་སྤྱོད་པ་མྱ་ངན་མ་སྤྱོད་ན་དེ་ནི་སངས་རྒྱ་སིག་གོ་འཕང་ཐོབ་པར་མ་ནོགས། དེས་གསུངས་པ་སངས་རྒྱ་སིག་གོ་འཕང་ཐོབ་བྱ་སྲིད། དེ་ནི་མྱ་ངན་དུ་བྱིན་ནོ་ཟེར་ན་བྱང་ཆུབ། སེམས་དཔའི་སྤྱོད་པ་བཟང་པོ་ཚང་མ་ཡིན་ནོ། དེ་བ་ལྔ་སྤྱོད་ཐུབ་པར་གྱུར་ཅིག། དེ་ནས་འགྲོ་བ་ཀུན་ཏུ་སྐྱེ་བ་བཀྲམ་པར་གྱུར། དེ་ནས་སྐྱེ་བ་ཕྱི་མ། དེ་ནས་འགྲོ་བ་རིགས་དྲུག་གང་ན་འགའ་རུ་སྐྱེས་ན་ཡང། དེ་ཀ་དེ་ནས་སྐྱེ་བ་སྔོན་མ། དེ་ནས་བཀྲམ་པར་གྱུར་ཅིག། སྐྱེ་བ་སྔོན་མ་ཅི་ལ་ཞིག་ཚངས་པའི་ཆོས་སུ་སྣང་སྟེ་ཚང་མ་བཀྲམ་པར་གྱུར་ཅིག།

ཚེ་འདི་ག་དུ་ནི་ང་དང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཕར་ཕྱིན་དྲུག་ལ་སོགས་པ། དེ་ནས་སྐྱབས་འགྲོ་སེམས་བསྐྱེད་སྟོན་ཁང་དེ་ནས་མཆོད་པ་ཕུལ་ཁང་དེ་ཚང་མས། དགེ་བའི་ལས་སྤྱོད་ཁང་པོ་ཚང་མ་དེ་ནས་ང་ཨི་ཏུ་ཡོང་ཞིག་དྲན་པར་གྱུར་ཞིག། དེ་ནས་སྐྱེ་བ་སྔ་མ་དྲན་པའི་མ་ཟབ་དེ་ནས།

གྲོགས་སུ་གྱུར་ར་མ་ནོས། དེ་བག་ཆགས་སུ་ས་སོང་ས། དེ་ནས་བག་བག་ཆགས་སུ་ང་དང། འཚེ་བ་སྔ་མ་ཆོལ་ཁ་ནི་ལ་སང་མ། ཨི་ཏུ་འང་མ། དེ་ནས་འཚེ་བ་སྔ་མ་བྱང་ཆུབ་ཀྱི་སེམས་དང་ཕར་ཕྱིན་དྲུག་ལ་ཉམས་ལེན་ཆོལ་ཁ་ཚང་མ། ཆོལ་ཁ་ཙོག་ལ་དེ་ནས་སྐྱེ་བ་ཕྱི་མ་ཡང་དེ་ན་ཙོག་ལ་ཉམས་ལེན་བྱ་ནོས། དེ་ས་དེ་སོང་བ་སང་དེ་ནས་སྐྱེ་བ་ཕྱི་མ་དེ་ནས། བདག་ས་སྐྱེ་བའི་བླ་སྤྱི་དང་སྤྱི་ས་མ་འདས་ཚང་མ་ཡིད་དུ་ཡོང་ཞེས་ཡིད་ཚིམ་པའི་སྨོན་ལམ་རྟགས་མཚོན་ནོ། ཚེ་རབས་ཀུན་ཏུ་སྤྱི་བོར་སྐྱེ་བ་ན་རྟག་ཏུ་དང་ནི་རབ་ཏུ་འབྱུང་བར་ཤོག། དེ་ནས་ཚེ་རབས། རྟིང་མ་ནི་རྟིང་མ། ཚེ་རབས་ཀུན་ཏུ་ཟིན་ན་མ་ནི། བདག་ས་ནི་ལོ། སྐྱེ་བ། དེའི་རྟིང་མ་དེའི་རྟིང་མ་དེའི་རྟིང་མ་མ་ནི་ཚེ་རབས་མང་པོ། དེ་ནས་ང། སྐྱེ་བ། གཅིག་ཡིན་ན་སྐྱེ་ཟེར་ཡང་ཕྱིས་ཕོ་ཟེར་ནས་ཕྱིས་ཟེར། དེ་ནས་དེ་ཚེའུ་ཕོ་ཟེར་ཡང་སྐྱེ་བ་ལན་ཙམ་ན། དེ་ཡང་འགྲོ་བ་རེད། ཡང་འགྲོ་བས་ན་སྐྱེ་བ་ལེན་ཙམ་ན། དེ་ནས་རྟག་ཏུ་དག་ནི་རབ་ཏུ་བྱུང་བར་ཤོག། དེ་ནས། ནམ་སྐྱེ་བ་ལེན་ན་ཡང། རྟག་ས་ཤི་ཟེར་སྟེང་ན། དེ་ནས་ནམ་སྐྱེ་བ་ལེན་ན་ཡང། དེ་ནས། རབ་བྱུང་ཡིན་ནོ་ཞེས་སྐྱེ་བར་ཤོག། དེ་ནས། མོ་རྣམས་དག་ཟེར་ནོ། དེ་ནས་དག་ས་ཁྱིམ་པ་ཡིན་ན། ཁྱིམ་པ་སོ་སོ་ལྟར།

དེ་ནས་དེའང་དེའི་རྒྱུ་མཚན་དུ་ཡང་དེ་ནས་ང་དང། རབ་བྱུང་གིས་དེ་ནས་རབ་ཏུ་བྱུང་གང་དེ་ནས། རིན་པོ་ཆེ་དང་དེ་ནས། དྲ་བ་དང་དེ་ནས་བཙུན་པ་དང་བཙུན་མ་དེ་ཚང་མ། དེ་ནས་འགྲོ་དོན་དུ་ཁྱ་རིག་སྤྲུལ་པ་ནོ། ཁོང་ང་དང་བདག་ཅག་ང་དང་ཚང་མ་མཐོང་ཡིན་ནོ། དེ་ན་ཆོས་བཤད་བྱ་ཞིག་ན་ཡང་སློབ་སྦྱོང་བྱོས་བྱ་ཞིག་ན་དགོན་པའི་ནང་བཞུགས་སའི་སློབ་སྦྱོང་བྱོས་དེ་ནས་དེའི་སྒོ་ནས་ཉམས་ལེན་བྱོས་བྱ་ཞིག་ན་ཡང་དེའི་སྒོ་ནས་དེ་ནས་གཞན་མ་ཆོས་བཤད་བྱ་ཞིག་ན་ཡང

དགེ་ཚུལ་དང། མཆོག་ཏུ་གྱུར་བ་དགེ་སློང་དང་དགེ་སློང་མ་དང། དེ་ནས་གསང་སྔགས་ཀྱི་སྡོམ་པ་ཞུ་བྱེད་ཟེར་བསྟན་དེ་ནས་འབྲིང་པོ་དགེ་ཚུལ་དང་དགེ་ཚུལ་མ་དང། དེ་ནས་གསང་སྔགས་ཀྱི་སྡོམ་པས་བསྟན་ཐ་མ། ད་སྡོམ་པ་ཞུ་བྱ་ཟེར་བསྟན་ལུས་རྟེན་སེམས་བསྟན་ཐ་མ། དེ་ནས་འགལ་རྐྱེན་ནི་ནོག། དེ་གསུངས་པ་སང་དེ་ནས་རབ་ཏུ་བྱུང་བ་དེ་གསང་སྔགས་ཀྱི་སྡོམ་པས་དེ་ནས་བསྟན་མཆོག་ཏུ་གྱུར་པ་ཡང། ཚང་མས་རྣམས་ལ་མཆོག་ཏུ་གྱུར་པ་ཡང་ཡིན་ནོ། དེ་ནས་སེམས་ཅན་ནི་གདོད་ནས་ཡང་དེ་ནས་རབ་བྱུང་ངེ་ཁྱིམ་པ་བ་སངས་རབ་བྱུང་ངེ་ད་སྔ་གྲུབ་ཐུབ་པ་ནོས་ད་ཁྱིམ་པ་ཡིན་ན་ཡང་རང་རང་ཡིན། ནང་གང་པའི་ལས་སྣང་དེ་ནས་ཡང་དེ་ནས་འཇིག་རྟེན་པའི་ཡང་ལས་འཚོ་བ་ལ་སོགས་པ་དེ་ཚང་མ་བར་དགོས་པ་སངས་དེ་ནས་རབ་བྱུང་ངེ་རབ་ཏུ་བྱུང་བ་རྣམས་ཀྱིས་དེ་ནས་དགོན་པའི་ནང་ཞུགས་སའི་དེ་ནས་སློབ་སྦྱོང་ཚར་བཅད་གནང་དེ་ནས་སྒྲུབ་པ་ཉམས་ལེན་ཚར་བཅད་དེ་ནས་དེས་བསྐོར་ནས་དེ་ནས་སངས་རྒྱས་སུ་བསམ་པ་ཕ་མཐོ་ས་དང་དེ་ནས་སེམས་ཅན་གྱི་འགྲོ་དོན་བསྒྲུབ་བྱ་ལ་དེ་ནས་ཁྱད་པར་རབ་བྱུང་ཡི་མང་པོ་བསྒྲུབ་ཐུབ་པ་ནོར་ས་དོར་ན། དེ་ནས་དེས་གསུངས་པ་སངས་དེ་ནས་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་ནམ་ཕྱི་མ་རྣམས་སྐྱེ་ན་ཡང་དེ་ནས་ང་རབ་བྱུང་ཡི་ལུས་ཞིག་ད་རབ་ཏུ་བྱུང་བར་ཤོག་ཅིག་རབ་བྱུང་ཡི་ལུས་ཞིག་སྐྱེ་བར་ཤོག་ཟེར་བའི་སྨོན་ལམ་མེད་ཁ་མེད་བཏབ་དགོས་ས་ནོ།